བྱང་ཁོག་རིས་སོ་གཅིག་ཡོད་པ་སྲང་ན་གཅིག་པ་ཏོག་པའི་གཟུགས་མངལ་དང། གཉིས་པ་ཕི་ལོག་ན། མི་གཙང་བ་དང་སྣབས་ལུད་རེ་ཐོབ་ནང་ཁ་ནས་ཕྱུང་སོང་དྲོད་པ་ནི་ཆད་སོང་པ་སྲང། དེ་ཙམ་ཞིག་ཡང་བཟའ་བཅས་སུ་ནུས་པ་མེད་དེ་ནོ། ཡིན་ན་ང་ལོ་རྒྱུས་ཤིག་འདུག་མོའུ་གལ་གྱི་བུ་ཡི་དྭགས་ཀྱི་རྒྱུད་བྲིས་པའི་གཏམ་རྒྱུད་བརྒྱུད་གམ་པོ། སངས་རྒྱས་ཨོ་དམའི་ཚལ་བའི་ཀླན་བདག་ཡོད་ས་ན་བཞུགས་ཡོད་པའི་དུས་ལ། ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་ཀས་དམ་བཅའ་བརྫབས་ཏེ་ནམ་བསམ། ཉལ་བ་དང་ཡི་དྭགས་དང་དུད་འགྲོ་དགུ་ནི་ནང་ན་སེམས་ཅན་རེ་རེ་ཙམ་མང་ཐར་མ་ཐུབ་པ་ཁར་ཅི་ཡང་མི་དོན་སྨྲས་ཏེ་དམ་བཅའ་བརྫབས། ཁོང་གཉིས་ཀ་རེས་འགའ་ཉལ་བ་དང་རེས་འགའ་དུད་འགྲོ་དང་རེས་འགའ་ནི་ཡི་དྭགས་དགུ་ནི་ནང་ངར་བསྐྱོད་དེ་སེམས་ཅན་སྡུག་བསྔལ་ཅན་ཀུན་གཟིགས་ས་ན་འཁོར་བཞི་པོ་ཀུན་ལ་ཏེ་སྡུག་བསྔལ་ཀུན་ནས་སྐོར་ལ་ཤ་དག་འཛབ་སྟེ། མང་པོ་ཨ་བྲྀས་བུ་ཐོབ་སྟེ་མ་ཚད། ཡང་གཞན་མ་ཀུན་ནང་རྒྱལ་བས་ལས་ལ་སྐུ་ལ་ཛ྄་དད་དགག། ཇག་ཤིག་ན་མོའུ་གལ་གྱི་བུ། ཡི་དྭགས་སྲི་ཡུལ་ལ་ཕེབས་སྟེ་གཟིགས་ས་དང། ཡི་དྭགས། བྲོད་པ་རིས་བཟོ་ཅིག་ཁ་བོ་ཁ་བའི་མིག་ཙམ་ཞིག། རང་ཨའི་མགོའི་ཧྲ་ཀུན་ནས་སྡོང་པོ་བཀབ་སྟེ། གཟུགས་པའི་ཀ་མད་ཆེན་མོ་སྦར་ཏེ་ཚིག་གིས་འཇིག། ཀུ་ཅོའི་ཤུག་ཤམ་དང་འཇིག། ཆབ་གསང་དང་སྐྱིན་ཀ་རུ་ཡོད་དེ་རུ་བྱ་བྱེད་དང། ཡང་སྟེ་བང། ལས་ལྷ་མོ་དང་མཉམ་པོ་མི་ཐོབ་ག་མྱོས་ཁ་འབྱིད་གཟིགས། མོའུ་སྒལ་གྱིས་སྤུ་ཡི་དྭགས་སུ་བ། ཁྱོད་རང་ཅི་ལ་ཞིག་བཅོས་ཏེ་འདི་སུ་སྡུག་བསྔལ་ཆེན་མོ་མཐོང་སྟེ་ཡིན་ང་ཤོ་དང་མོ་སྤ་ཡི་དྭགས་སིས། ཉི་མ་ཤར་ན་ཆོས་སྨན་འོ་ནང་ཅི་བྱོན་འོ་དེ་བོ་སངས་རྒྱ་ལ་ག་འདྲི་ཞུས་སང་དེ་ནི་སངས་རྒྱ་སིས་ངའི་ཚེ་སྣོན་མེ་ལ་ཅི་བཅོས་སྤེན་སུ་ཨན་ནོ་ཟེར། དེ་ནི་མོའུ་སྒལ་གྱིས་སྤུ་སངས་རྒྱ་སིས་སྐུ་མདུན་ལ་འཇལ་ལ་སོང་སྟེ་ལོ་རྒྱུས་སྐུ་འཇུས་སྤ་སངས་རྒྱ་སིས། དེ་ཡི་དྭགས་སོ་ཚེ་སྔོན་སྡིག་པའི་ལས་མང་པོ་བྱོས་ཁ་འཇིག་གི་ནོ། སྔོན་མེད་དུ་ཞིག། རྒྱལ་པོའི་ཁ་བའི་ཡུལ་ལ། ཚོང་དཔོན་ཕྱུག་པོའི་བསང་ཕྱུག་པོ་ཞིག། བུ་རམ་ཤིང་ཡི་ཁུ་བ་ཕིང་བྱས་སའི་འཁྲུལ་འཁོར་ལྔ་བརྒྱ་ཡོད་ཁ་འཇིག་ཡོད་ཀ་ནོ། དེ་ཀ། དེ་ས་སྐྱར་ལྔ་བརྒྱའི་ཀ། བུ་རམ་ཡི་ཤིང་རྩི་ར་དགག། དེ་རུ་རང་སངས་རྒྱས་སའི་དགེ་སློང་ཞིག། ལྷུང་བའི་གཟུར་མོ་ཡོངས་སྟེ། དེ་རུ་བུ་རམ་ཤིང་ཡི་ཁུ་བ་ལྷུང་བ་ཕེབས་པ། ཏེ་ཀུར་ཤིང་བཙིར་ཁ་ནི་བདག་པོ་སེམས་ཐ་སྟེ། ཏེ་ཀ་ཀུ་ར་མི་ཤིང་བཙིར་ཁ་ནི་མི་བཞི་ཀ་ཀུ་ར་མི་ཁུ་བ་ཕུ་ལང་ཟེར་ཏེ་སྐོས་པ། ཏེ་མི་བོ་གཞན་མའི་ནོར་ལ་སེར་སྣ་སྐྱེས་ཏེ། འདིས་མི་བོ་ཀུ་ར་མི་ཁུ་བ་བཏང་ན་ཁོ་རྟིང་མ་ནང་ཡང་ཡོང་བར་འདུག་ག་ནོ་བསམས་ཏེ་ལྟ་བ་ལོག་པ་ཁུར་ཁ་ནི་ཏེ་མིས། ཏེ་དགེ་སློང་པོ་ཨ། ལྷུང་བཟེད་པོ་ཏི་རུ་ཁྱུང་ངང་ཁུར་ཤིང་ཁུ་བ་བཏང་ཨིན་ཟེར། དགེ་སློང་པོས་ལྷུང་བཟེད་བཅབས་ས་ལ་ནང་ཁོས་ལྷུང་བཟེད་པོ་ཕག་ཅིག་ག་ཁྱེར་ཏེ་དེ་ནང་ལ་བཅིངས་བཀང་སྟེ་དེ་བཏགས་པས་ག། ཀུ་ར་མའི་ཤིང་ཁུ་བ་བཀབས་སྟེ་ཕུ་ལ་ནང། དགེ་སློང་པ་དེ་བོ་ཁྱེམ་སྟེ་ཕོ་སྟེ་ན་ལོགས་སྐྱོད། དེས་དུ་སིལ་སྐྱིན་བུལ་ཁ་ནས་མི་བོ་དག་སའི་ཡི་དྭགས་པོ་ཡིན་ནོ། ཡང་དེ་ལན་ཆགས་སེ་བྱས་ཏེ་འཁོར་བའི་ནང་ང་གཟུགས་མངལ་ཚད་མེད་མྱོང་སྟེ་མ་ཚད་སྟག་སང་ཡི་དྭགས་ལ་གྱུར་ཏེ་གཟུགས་མངལ་མང་པོ་ཞིག་མཐོང་བ་ཉིད་ནོ།

རྫ་སུ་འབར་བའི་མཁར་འབབ་བཅད་མ་ཚལ། ཡི་དྭགས་ཁ་ཅིག་ནི་གཟུགས་སྤེ་ཀ་ཤ་མེ་ད་པཱས་པ་དང་རུས་པ་གཅིག་པོ་ལུས་ཏེ་ཅེར་ཉལ་གོས་ལྷག་མེད་མཁན་དཔེར་ན་ཤིང་རྟ་ལས་བསྡོངས་པའི་སྒོ་སམ་མཁན་ཙོག་ལ་སྐྱ་རལ་རལ་ཡོད་མཁན་དང། དེ་ཡི་དྭགས་ཀུན་ལ་ནི་ལྷ་མ་ཡིན་ཟེར་ར་ནོག་ཡང་ཁ་ཅིག་ནི་ཚང་ལ་ཁར་གདངས་ལ་ནང་སྙམ་པོ་ཁའི་ནང་ན་མེ་འབར་ཅེས་དང། གཟའ་གཡོན་ནི་ཁའི་ནང་ང་པད་མ་ཚན་ཏེ་འབབ་ཤེས་དང། དེ་པད་མ་ཀུན་ཡང་རང་དབང་མེད་པར་གཟའ་གོ་ས་ནོ། ཤུ་ལོ་ཀར་དགུ་བཅུ་གོ་བཞི་པ། ཡི་དྭགས་གཡོག་འཁོར་པ་བསོད་ནམས་མང་སྟེང་གཟའ་སྐལ་ཁ་ཅིག་ཡིད་སྡུག་བསྔལ། མ་རིག་གཟས་ནི་རྣག་དང་ཕྱི་ས་དང་ཁྲག་སོགས་མི་གཙང་བ་ཡང་མི་རྙེད་དེ། ཕན་ཚུན་ནོར་གདོང་དུ་ཚོགས་ཅིང་སྦྲིན་པ་ན་སྦ་བ་འབྱུང་བ་སྨིན་པའི་སྣག་ཚ་ལོ། ཚེ་སྔོན་བསོད་ནམས་མ་བསགས་སྐལ་ནི་ཡི་དྭགས་སྨེར་སྒྲིག་ཅན་ཁ་ཅིག་ནི་གར་གྱི་རྟ་སྦོར་བསྟེན་ན་སྣག་དང་ཆབ་སྲང་དང་ཁྲག་བཙོག་སའི་མི་གསང་བ་ཀུན་སྣང་མིར་སྙེད་ཅེས་དང། ཁོ་རང་གཅིག་དང་གཅིག་ཐུག་པ་ན་མཉམ་པོར་ཧྲོལ་ཡོང་སྟེ་རྡོང་ཀུན་བཙོག་ཅེས་དང། ཁ་ཅིག་ནི་ཐོག་ཀུན་འཐིང་སྟེ་གཅིག་དང་གཅིག་རྡུང་སྦ་སྲང་ཏུ་བཏུད་ན་ནསྦ་བ་བིང་སའི་ཡོད་ཁན་པོ།

ལྗོན་ཤིང་འབྲས་བུ་མེད་འགྱུར་འདི་དག་གིས། ལྟ་བ་ཙམ་གྱིས་ལྷུང་ཡང་སྐམ་པར་འགྱུར། ཡི་དྭགས་སུ་ཀུན་ལ་སྤི་ཏི་ཏུ་ལ་ཟླ་བའང་མཚན་དེ་ཡོང་ཆེས་དང། རྒུན་ལ་ནི་ཉི་མའང་སྤྲང་མོ་འགྱུར་ཆེས་དང། འབྲས་བུ་ཅན་ནི་སྡོང་པོ་དྲི་མ་བཞིན་པོ་ཡལ་ག་ཐུར་ལས་དགུག་ཐུར་ལ་དགུག་ཟས་ཡོད་གང་དགུ་ནང། ཡི་དྭགས་སུ་ཀུན་ནི་སྐྱབས་མཐོང་བ་ནང་སྙམ་པོ་ཚེ་སྔོན་བསོད་ནམས་མ་ཚང་སྐམ་པོ་བཞེས་ཏེ་སྟེ་དགུ་ནང་སྐམ་ཟས་བྱ་ཡ་ནོ། དེ་སྣ་ཚོགས་ལ་འདི་ཡི་དྭགས་སུ་ཀུན་ནི། དཀྲོགས་པའི་ཆུ་བཞིན་པོ་སིལ་མོ་ཡོད་ཁ་ནས་འབབ་ཆུ་ཀུན་ནང་མཐོང་བ་ནང་མཉམ་པོ་སྐམ་བྱ་ཅེས་དང། ཡང་ཨི་དྭགས་ཁ་ཅིག་ག་ནི་ཀ་རུ་སྟ་ནང་མེ་འབར་རི་ནོད་ཁ་ནས་ཐལ་རྩི་མི་རིགས་མཐོང་ཅེས་དང། ཡང་ཁ་ཅིག་ག་ནི་སྣག་ཨེ་དཀྲོགས་པོ་ཧྲིན་པོ་སྒྲ་མི་འདྲ་སྒང་ཟས་ཡོད་ཁ་ཀུན་མཐོང་བ་ནོ། ཡང་ཁ་ཅིག་ག་ནི་གཅིན་དང་སྐྱག་པ་སྒང་ཟས་ཡོད་ཁ་མཐོང་བ་ནོ། ཤོ་ལོ་ཀར་དགུ་བཅུ་གོ་དྲུག་པ།

ལོ་སྟོང་ལྔ་དང་ལོ་ཁྲི་ཚོ་སྤང་བཟའ་གཡུ་ཐུང་གུ་མེད་དང་ཤི་ཡ་མ་ནོག། ཅེས་ཟེར་ན་ཚེ་སྔོན་ལ་རྔན་པ་སཱ་སྐ་ནི་གཟིག་པའི་ཐག་པ་ཧྲན་ཏེ་ཅིང་སྟེ་ཡོད་དེ་ནོག། ཤོ་ལོ་ཀ་དགུ་བཅུ་གོ་བདུན་པ་ཨི་དག་ལ་སྐྱེ་བྱེད་སེར་རྒྱུ་སེར་ནད་ཡིན་ཚུལ། དེ་ལྟར་ཨི་དག་རྣམས་སྐྱེས་ན་ཚོགས་པའི།

དེས་མི་ཀུན་ལ་འདིས་སྡུག་བསྔལ་ཀུན་མཐོང་ངན་ངོ་སྟེ་སངས་རྒྱས་སྲས་གཞན་ལ་གསུང་སྟེ་ཡོད་བསྟན་ནོ། དེ་བོ་ཅི་ནའང་གསུང་སྟེ་ཡོད་སྐྱག་ཟེར་ན། གང་འགྱུར་རི། འཕགས་པ་གཟུགས་པ་སྐབས་སྔ་བས་ན་ང། སེར་སྣ་ཅན་ནི་ཡི་དྭགས་སྣ་ཚོགས་སྐྱེ་བར་འགྱུར་ཅི་སྲིད་མིར་སྐྱེས་ན་ཡང་དེ་ཚེ་དབུལ་པོར་འགྱུར་སྨོས་ཏེ། དེ་བས་དོན་རྟགས་པོ། ཀ་མི་བོ། རང་ངར་རྒྱུ་ནོར་ཀུན་ཡལ་དཀོན་མཆོག་ག་མཆོད་པ་ཕུལ་མི་ཕོད། མར་ངར་ལོང་ངར་སྐྱིན་པ་བཏང་མི་ཕོད། ཡང་ན་དགོན་པ་དང་སྒྲུབ་པ་ཉམས་ལེན་མཛད་མཁན་དང་ནད་པ་དང་རྒན་གསོ་ཁང་དང་སློབ་གྲྭ་དང་ཡང་ན། ཆོས་པར་སྐྲུན་བཟང་པའི་རིགས་ལ་བཀོལ་མི་ཕོད་ཡང་ན་ཐ་མ་རང་ངོས་སངས་བཟའ་མི་ཕོད། དེ་གཉིས་ཀུན་ཚད་ཕྱི་མ་ཡི་དྭགས་སི་ནང་ལ་སི་ཀའི་ནོག། གལ་ཏེ་སྟེ་ནང་ན་ཐར་དེ་ན་སི་ཀ་བ་རེ་གད། མི་གད་ལ་སི་ཀའི་ནང་དབུལ་པོ་དང་ལྷོང་ཁན་ལ་སི་ཀའི་ནོག་གསུངས་སི་ཀའི་ནོག། འདི་ནའང་ལོ་རྒྱུས་ཤིག་འདུག་ཚོང་དཔོན་ཡི་དྭགས་སུ་སི་ཀས་པའི་གཏམ་རྒྱུད་བརྗོད་མཁན་པོ་སངས་རྒྱས་རྒྱལ་གྱི་ཚལ་ལི་ལྡུམ་རའི་ནང་ང་བཞུགས་སྟེ་ཡོད་པའི་དུས་ལ་ཉན་ཡོད་དེ་ཚོང་དཔོན་ཕྱུག་པོ་ཞིག་ཉན་ཡོད་ལ་སོང་སྟེ་སངས་རྒྱས་སྦྱར་ཏེ་འཁོར་བ་སྲིན་པོ་མེད་ཁ་ནས་བསྐོར་ལ་ཆོས་ཚོར་ཏེ་དྲ་བ་བཅོས་པ་བཟང་ཁོ་མ་སྐ་བྲག་ཆེན་མོ་བསྒྱུར་ཏེ་སྒོ་ཟླག་དང་མཁར་བརྗིད་དང་སྤྱིར་སྒོ་སྐལ་ཚང་མ་ཐོབ་ཁོ་སྟེ་ཐོབ་སྐལ་འབུ་ཚང་མ་བསགས་ཨིན་འདུག་སྟེ་དགེ་སློང་གཞན་མ་ཀུན་ལ་སྒོ་སྟེ་མ་བཏང་ང་རང་ངའི་ནོར་ཀུན་ལ་སེམས་ཧྲན་ཏེ་ཆགས་སྟེ་ཤི་སྟེ་བཏིང་ན་རང་ངའི་ཁང་པའི་ནང་ཡི་དྭགས་ལ་སྐྱེས། དྲ་བ་ཆུ་གྲོགས་ཀུན་ནས་སྤུར་པོ་ཕི་ལོག་བ་ཁྱེར་ཏེ་མེ་ཕུལ་ཏེ་ལོག་བྱུང་སྟེ་ན། འདུ་ཁང་ནང་དགེ་འདུན་པ་ཀུན་ལ་བཀྲོངས་དཀའ་ནི་ཆོས་གོས་དང་ལྷུང་བཟེད་ཀུན་འགྱེད། དེ་རུ་ཡི་དྭགས་རྐང་ལག་དང་མིག་ཀུན་གཟབ་ལམ་པ་ཡོད་ཁ་འཇིགས་གཟུགས་སྤོ་འཇིགས་སེ་ཤི་བྱས་ཤིག་ཆོས་གོས་དང་ལྷུང་བཟེད་ཁུར་ཏེ་ཡོད་དྭ་ཐོང་ཏེ་འོ་ཐོང་བ་ན་དགེ་སློང་ཀུན་སེམས་མ་སྐྱིད་ད་སངས་རྒྱས་ལ་བཞུས་པ་དང་སངས་རྒྱས་སིས་ཏེ་འོ་ཏེ་བ་ཕན་ཐོགས་བྱས་དང་འཁོར་དགེ་འདུན་ཀུན་འཁོར་བའི་ནང་ན་སེམས་སྐྱོ་བྱས་དང་སེར་སྣའི་སྒྲ་སྦུག་སེར་སྣ་དེའི་སྒྲ་སྦུག།

དེས་ཡི་དྭགས་སྒོ་ཆོས་སྒོ་དང་ལྷུང་བཟེད་ཀུན་དགེ་འདུན་ལ་ཕུལ་ཏེ། སངས་རྒྱས་སྲས་ཞབས་ལ་ཕྱག་ཕུལ་ཏེ་ཤཱཀ་པ་ཕུལ། སངས་རྒྱས་སྲས་ཡི་དྭགས་ལ་ཆོས་སྒོ་དང་ལྷུང་བཟེད་ཀུན་དགེ་འདུན་ལ་ཕུལ་ཁ་ནས་རྒྱལ་བ་བསྔོ་བ་མཛད། ཡི་དྭགས་སངས་རྒྱས་ལ་བསྟིམ་སེམས་ལྟ་སྟེ་འཇིགས་ཤིས་ཏེ་སེམས་ལྟ་དཔའ་ཆེན་འཇིགས་ཤིས་ཏེ། ཡི་དྭགས་རྫུ་འཕྲུལ་ཆེན་མོ་ཡོད་མཁན་ཞིག་ག་སྐྱེས་ཏེ་གཟུགས་སྤེལ་ག་རྒྱན་ཆ་བདེ་མོ་བདེ་མོ་མང་པོ་བཏགས་ཏེ་སྤྲིས་མ་བཞིན་པོ་བཀུག་སྟེ་ལྷའི་མེ་ཏོག་འདྲ་མི་འདྲ་ཐོག་གང་ཁུར་ཏེ་རྟའི་ཚངས་པོ་སངས་རྒྱས་བཞུགས་སའི་དགོན་པའི་གླིང་ཚང་མ་ཨོ་དེས་ཁྱབ་བཅུག་སྟེ་སངས་རྒྱས་ལ་མེ་ཏོག་མང་པོ་གཏོར་ཏེ་ལོག་སྟེ་སོང། དགེ་སློང་བི་ཏོ་བ་གོར་གོར་ལ་གཟིམས་ཁང་དང་སྣང་མོ་མགྱོགས་པ་བཞེངས་སྐན་ཀུན་ལ་རྟའི་ཨོད་པོ་མཐོང་སྟེ་ཐོ་རེངས་སྣ་ཐོག་ཚུགས་པ་སངས་རྒྱས་དང་མཇལ་ཏེ་བདག་བི་ཏོ་བ་སངས་རྒྱས་སིས་སྐུ་མདུན་ལ་ལྷའི་དབང་པོར་རྒྱལ་ཆེན་དང། ཚངས་པ་དང་རྒྱལ་ཆེན་སྡེ་བཞིའི་སུ་ཞིག་རྒྱ་ལ་ཡོང་ཟེར་ཏེ་བཀའ་དྲིན་ཞུས་པ་བཟང་སངས་རྒྱ་ཆེ་སྟེ་ཀུན་སུའང་མ་ཡོང། ཡི་དྭགས་པོ་ཤི་སྟེ་ཡང་ཡི་དྭགས་རྫུ་འཕྲུལ་ཅན་ཅིག་སྐྱེས་ཏེ་མདང་ཚང་ལ་ང་ཡོད་ས་ཡོང་སྟེ་ང་ཆོས་བཤད་དེ་ཐབས་པོ་སོང་སྟེ་ལོག་སྟེ་སོང་སྟེ་ཕའི་དགེ་སློང་ཀུན་ཉོན་ཅིག་ཚོང་དཔོན་ཕྱུག་པའི་བཀའ་ན་ཡི་དྭགས་ལ་བསྒྱུར་བྱས་སྲིད་དེ་རྫོགས་སའི་བླ་རྔན་པ་ཀུན་མ་ཆོག། སེར་སྣ་མེད་མཁན་ཅོ་ཞིག་བསྨོལ་ཏེ་བཀའ་ས་ལ་འཛགས།